ངོ་བོ་སྐམ་སའི་རྟ་རུ་འདོད་པའམ་ཅུང་ཟད་དྲོ་བར་འདོད་ན་ཡང་མགོན་པོ་འཇམ་དབྱངས་དེ་ཉིད་ནི་གེགས་མེད་པར་ཡང་མཐོང་བར་ཤོག། ད་དེའི་ཡན་གྱི་དོན་ནི་རང་གི་ལྷག་པའི་ལག་ལ་མཆོད་པར་བརྗོད་པར་མངོན་དུ་སོང་བས། ད་དེ་རིང་ཤེས་པར་བྱ་ཡག་གི་གཞུང་འདིའི་མིང་ལ་གར་ཟིག་ཡོད་རེད་ཟེར་ན། སུམ་བཅུ་པའི་གཞུང་གི་རྣམ་པར་བཤད་པ་གཟུར་གནས་བགྱིས་པའི་གཏམ་ཟེར་གྱི་ཡོད་རེད་རེད་བ། ད། གཞུང་གི་མཚན་དོན་ཟེར་ནས་འདྲ་མིང་གི་དོན་ཟེར་ནས་འདྲ་བོ་དེ་འདི་ཞིག་རེད། ད་འདིའི་མཚན་གྱི་དོན་འདྲ་བོ་དེ་ད་མདོར་བསྡུས་ཤིག་བཤད་ན། སུམ་ཆུ་བའི་གཞུང་གི་རྣམ་པར་བཤད་པ་ཟེར་དུས་ད་སུམ་ཆུ་བ་ཟེར་དུས་ནི་ད་བོད་ཀྱི་བརྡ་སྤྲོད་རིག་པ་ཀུན་གྱི་ཆུ་མོར་གྱུར་པའི་ཐོབ་མི་བསམ་པོ་དྲིན་ཚད་རྣམ་པའི་སུམ་ཆུ་བས་དེའི་གཞུང་དེ་ལ་གོ་དགོས་པ་རེད། འོ་ད་དེའི་གཞུང་གི་རྣམ་པར་བཤད་པ་ཟེར་ན་ད་གཞུང་གི་འགྲེལ་བཤད།

གཟུར་གནས་གཟུར་གནས་ཟེར་ཡ་དེ། མིང་འདི་བསྡུས་པའི་རེ་བ། བརྗིད་པོ་བྱས་ནས་བཤད་ན་གཟུ་བོར་གནས་པ། གཟུ་བོར་ཟེར་ཡ་གི་གཟུ་བོར་དགུ་བ་དང་ན་རོ་བསྡུས་ནས་བོར་གི་ར་དེ་གཟུ་ལ་ཡར་སྦྱར་ནས་ཨ་ནི་གཟུར་གནས། དེ་འདྲ་ཞིག་རེད་ད་ཡིན་ན་ཡང་འདིའི་སྐབས་སུ་ཡང་འགའ་ཞིག་གི་བསམ་ན་རེ་བ་དེ་གཟུར་ཟེར་ཡ་གི་རྗེས་འཇུག་གི་ར་དེ།

ཀ་སུ་བོར་སེ་ཏི་གྲངས་བོར་ནི་པ་སུ་བོར་ནི་པ་བོར་སེ་ཡ་སྟེ། ལ་དོན་གྱི་རྣམ་དབྱེ་རེད། ད་ལ་དོན་གྱི་རྣམ་དབྱེ་ཡིན་ན་རྣམ་དབྱེ་གཉིས་བཞི་བདུན་པ་དང་དེ་གཉིས་ཚེ་སྐབས་རྣམས་ལ་འཇུག། དོན་ཚན་ཁག་ལྔ་ལ་འཇུག་པར་གསུངས་ཡོད་རེད་དེའི་ནང་ནས་གང་ཡིན་ནམ་བསམ་གི་ཡོད་ན། ལ་བ་སུ་བོར་ནི་སེ་ཏི་དེ་ནི། ནི་སེ་ཡ་གི་བྱ་བ་དང་སུ་སེ་ཡ་གི་ལས་དེ་གཉིས་ངོ་བོ་གཅིག་པ་ཡིན་ཙང། ལམ་ཡིན་གཉིས་པའི་ནང་གསེས་དེ་ཉིད། བྱ་བ་དང་ལས་གཉིས་ངོ་བོ་གཅིག་པ་ཡིན་པ་དེ་ཉིད་ཀྱི། རྣམ་དབྱེ་གྱི་རྐྱེན་གཅིག་རེད་དེ། ད་ཡིན་ན་ཡང་ཁ་ཤས་ཀྱིས་ཅིག་དེ་འགྲིག་གི་དོགས་པ་ཤར་གི་རེད་རེད་བ། གཙོ་བོར་གནས་ཟེར་དུས་གནས་དང་ཡོད་པའི་དོན་ཟེར་དུས་ད་གནས་དང་ནི་ཡོད་པ་དང་ལྡན་པའི་དོན་གཅིག་རེད། ད་འདི་ག་དེ་ལ་དོན་ཡིན་ན་ཡང་རྣམ་དབྱེ་བདུན་པ་མིན་འགྲོ་བསམ་སེམས་ཡིན་ན་ན་དེ་འདྲས་མ་རེད། གལ་ཏེ་རྣམ་དབྱེ་བདུན་པ་ཡིན་ན། རེ་བ། ལྟ་དངོས་པོ་གང་ཡང་རུང་བ་དོན་དང་རྟེན་གང་ཞིག་ལ་བརྟེན་པ་གང་ཞིག་རྟེན་དང་བརྟེན་པའི་ཚུལ་དུ་ཡོད་དགོས་པ་རེད། ལྟ་འདི་གཟུགས་དེ་བརྟེན་པ་རེད་ནི་དེ་གཟུགས་དེ་རྟེན་རེད་ནི་དེ་བརྟེན་པ་རེད་ཟེར་ན་ད་གཏན་ནས་འགྲིག་ཐུབ་ཡོད་བ་མ་རེད་ནད་ཡ་དེ་གཟུགས་པོར་མེད་པ་ཡིན་ཙང་དེ་བྱ་བ་དང་ལས་གཉིས་ངོ་བོ་གཅིག་པའི་དེ་གཉིས་ཀྱི་རྣམ་དབྱེ་ཡིན་པ་དེ་ལས་གོ་དགོས་པ་རེད་འོ་ད་དེ་ཡིན་ཙང་དེའི་ཚིག་དོན་དགོས་འབྲེལ་པ་འདྲ་པོ་དེ་བྱས་ན་གཟུར་གནས་ཡིན།

ཐོག་མ་དེ་ག་བ་རིག་པའི་ཤེས་བྱའི་གཏེར་གྱི་མཛོད་འདོད་དགུའི་ཆར་དུ་འབེབས་པའི་རྒྱལ་པོ་མཆོག། མེས་དབོན་རྣམ་གསུམ་ཚོགས་མིའི་བཀའ་དྲིན་དེ་བཀྲ་བཞིན་མི་ཕྱེད་དད་པའི་ཕྱག་རྒྱས་འོས། ཡང་ཡང་དང་དེའི་ཚིག་དོན་དེ་ཤོ་ལོ་ཀ་དང་པོ་དེ་ཆོས་པར་བརྗོད་པ་དེ་ག་བའང་ཆོས་པར་བརྗོད་སའི་ཡུལ་དེ་སུ་རེད་ཟེར་ན། ཆུ་སྒེར་མེས་དབོན་རྣམ་གསུམ་རེད། ཆོས་པར་བརྗོད་པ་པོ་ནི་རྟ་དཔེ་ཆ་རྩོམ་པ་པོ་རེད།

ད་རྫོགས་མཐའ་མེད་པ་ཞིག་གིས་དོན་དག་སྐོར་བརྒྱུད་བར་རེ་བ་ཨ་ནི་བོད་ཁུལ་བྱེ་བྲག་རིག་པའི་གནས་ཀྱི་ཞིབ་ཆ་གི་ཞིབ་ཆ་རྣམས་འདི་ནི་ཏིང་འཛིན་མཐའ་མེད་པའི་གཏེར་གྱི་མཛོད་ལྟ་བུ་ཞིག་ཡིན། དེ་འདྲ་ཡིན་ཙང་ད་འདོད་རྒུ་ཆར་དུ་འབད་པའི་འབྲས་བུ་མཆོག་སྲིད་དུས་ད་རང་ལ་གང་འདོད་ཚད་རྒུ་རྒུ་ཟེར་ཡས་དེ་ད་ཡོད་ཚད་ད་འདོད་ཚད་ཀྱི་དོན་དག་རེ་རང་གི་སེམས་ཀྱི་ནང་ལ་འདོད་པ་ག་འདྲས་ཞིག་ཡོད་ན་ཡང་འདོད་ཚད་ཨ་ནི་དེ་ནི་རྦད་དེ་ཆར་བབས་པ་ནང་བཞིན་གྱི། ཆར་འབེབས་སྦག་སྦོག་གི་དང་བྱེ་སྦོག་གི་འཕྲོག་ཏུ་གྱུར་པ་དེ་སུ་རེད་ཟེར་ན། དེ་ནི་བོད་ཀྱི་ཆོས་བརྒྱུད་མི་འོ་ནམ་གསུམ་རེད། ཨ་ད་མི་འོ་ནམ་གསུམ་ནི་ཀུན་གྱིས་མཁྱེན་གསལ་རང་རེད་རེད་བ། བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་དང་དེ་ནས་ཁྲི་སྲོང་ལྡེ་བཙན་ཁྲི་རལ་བ་ཅན་དེ་རྣམ་པ་གསུམ། དེ་ཡིན་ན་ད་བོད་ཀྱི་གངས་ཅན་པ་ལ་དང་མཚུངས་པ་མེད་པའི་བཀའ་དྲིན་ཅིག་ཆེན་པོ་རེད་ཡོད་རེད་ཟེར་ད་དེ་ཡིན་པ་དེ་ག་རེ་རེད་ཟེར་ན་ད་ཐོག་མ་ཆོས་བརྒྱུད་མི་འོ་ནམ་གསུམ་གྱི་དུས་ལ་ཨ་ནི་བོད་ལ་དེ་ནི་ཨ་ནི། ཡི་གེ་མེད་པ་ལ་ཡི་གེ་གསར་དུ་བཟོས་ནས་དུས་དེ་ནས་བཟུང་སྟེ་ཨ་ནི་བོད་ལས་དོན་ནི་རིམ་པས་རིམ་པས་བཅུ་ཕྲག་རིག་པའི་གནས་དེ་དག་ཆ་ཚང་བ་ཅིག་བྱུང་པ་ཡིན་ཙང། དེ་ནི་བོད་གངས་ཅན་པ་ལ་བཀའ་དྲིན་དེ་ཡིན་ན་ད་མཚུངས་པ་མེད་པ་ཞིག་རེད། བཀའ་དྲིན་དེ་དྲན་བཞིན་ཡང་ཐུགས་རྒྱ་གོ་རེ་བཀའ་དྲིན་དེ་རང་རང་གི་ཡིད་ལ་དྲན་བཞིན་པའི་སྒོ་ནས་མི་ཁྲེལ་དད་པའི་ཕྱག་རྒྱ་མི་ཁྲེལ་པའི་དད་པ་ཟེར་ཡང་དེ་ག་ནས་རེད་ཟེར་ན། ད་སྐབས་གཅིག་ཡོད་པ་འདྲ་པོ་སྐབས་གཅིག་མེད་པ་འདྲ་པོ་དེ་འདྲའི་མ་ཡིན་པས་འགྱུར་བ་མེད་པའི་དད་པ་རྩེ་གཅིག་གི་དད་པ། དེ་འདྲའི་གཅིག་གི་དད་པས་ཞེས་དད་པ་ལ་ནམ་ཡང་གསུམ་པ་བྱེ་བྲག་སྦྱར། དེའི་སྒོ་ནས་དེ་ནས་ནི་རང་གི་ཕྱག་རྒྱའི་སྒོ་ཟེར་ཕྱག་ཇི་འདྲ་ཞིག་དགོས་ཟེར་ན་ད་ལུས་ངག་ཡིད་གསུམ། ད་གུས་པའམ་འདུད་པའི་སྒོ་ནས་ཕྱག་རྒྱའི་སྒོ་ཟེར། འོ་ད་དེའི་ཤློ་ཀ་དང་པོ་དེ་གས་མཆོད་བརྗོད་བྲི་མཆོད་བརྗོད་དེ་ག་རེ་སུ་ལས་རེད་ཟེར་ན་ད་གཙོ་བོ་ཆུ་སྐྱེར་མི་དབང་རྣམས་གསུམ་ལ་མཆོད་བརྗོད་བྲི། བདག་གཉིས་པ་དེ་ཡང་ཆོས་བརྒྱུད་ཀྱི་རང་དབང་དེ་ག་འདྲས་སུ་ལབ་ཡོད་རེད་ཟེར་ན་གངས་ལྗོངས་མི་གཤིས་མུན་པའི་སྨག་རུམ་ཀུན་ཀུན་ནས་གསར་མཛོད་ཀུན་གྱི་མཛའ་བཤེས་མཆོག་མཆོག་གྱུར་མཁས་པའི་གསུར་རྒྱན་དོན་མེད་དྲིན་དྲིན་ལན་གཞར་དུ་མེད་པའི་གསུར་རྒྱུན་ཆུས། གངས་ལྗོངས་ཟེར་ཡ་དེ་དག་ཁ་བ་རི་བ་དེ་ཟེར་གཅིག་པ་རེད་རེད་བ། གངས་ལྗོངས་ཡིན་ན་ད་བོད་རེད། གངས་ལྗོངས་མི་གཤིས་མུན་པའི་སྨག་རུམ་ཀུན། ད་བོད་གངས་ཅན་གྱི་ལྗོངས་དགུ་ད་མི་གཤིས་པ་དེ། མི་ཤེས་པ་ལ་མ་རྟོགས་པ་ལ་རེ་བ། དེ་ཡིན་ན་ད་མུན་ནག་གི་གཟུགས་སུ་བཀོད་པ་ཞིག་རེད་གངས་ལྗོངས་ཀུན་ད་ནི་བོད་གངས་ཅན་པའི་ད་ནི་ཨ་ནི་མི་ཤེས་པའི་མུན་པ་ནག་པོ་དགུ་ཨ་ནི་སྨག་རུམ་ཟེར་ཡ་དེ་མུན་པའི་ནང་ནས་ཀྱང་མུན་པ་ཧ་ཅང་གི་ད་ནི་ནག་པོ་དེ་ལ་མུན་པའི་སྨག་རུམ་ཟེར་དེ་སྨག་རུམ་ཟེར་དེ་ད་ཤིན་ཏུ་མུན་ནག་ཡིན་པ་དེ་ཀུན་ཀུན་ནས་གསར་མཛེས་ཟེར་དེ་ཡོངས་སུ་གསར་རུ་མཛེས་པ་ཀུན་ནས་གསར་རུ་མཛེས་པ་ཟེར་ད་འདི་ཚིག་གི་རྒྱན་ཙམ་ཞིག་རེད་རེད་བ། དགོས་ནི་དང་བདག་གསར་བུ་བྱེད་མཁན་དེ་སུས་སྨག་རམ་གསར་བུ་བྱེད་ན་དེ་ནི་སྣང་བའི་སྣང་བ་གི་རང་བཞིན་དེ་ཉི་མ་ཤར་བའི་རང་བཞིན་གཅིག་ཡིན་དགོས་བ་རེད་དེ་འདྲ་ཡིན་ཙང་བདག་དགོས་ནི་གསར་བུར་མཛད་པ་པོ་བདག་གཅིག་གིས་དོལ་གངས་ཅན་པ་ཀུན་གྱི་གཏམ་མཛའ་ཤིག་གི་ནང་ནས་མཛའ་ཤིག་ཟེར་ན་འདྲ་བདག་རང་གི་གྲོགས་པོ་དགའ་པོ་མྱེས་པོ་ཟེར་ནའི་འདྲ་དེ་འདྲའི་གི་ནང་ནས་གཏམ་མཆོག་ཏུ་གྱུར་བ་དེ་སུ་རེད་ཟེར་ན་དེ་ནི་མཆོག་ཏུ་གྱུར་བའི་མཁས་པའི་གཟུགས་དགུ་རྒྱན།

དེ་ག་འདྲི་ཞིག་རེད་ཟེར་ན་གང་འདི་རིན་ཆེན་ཀོང་ཙང་གཏེར་གྱི་མཛོད་མཛེས་མའི་ལོངས་སུ་སྤྱོད་པའི་དེད་དཔོན་མཆོག་སྔོན་བྱོན་མཁས་གསུམ་ཉེར་བསྡུས་དགོན་ནང་གི་གངས་རི་རལ་བར་ཁྱབ་ལ་བྱེད་མི་འདུག་ཟེར་ས་གང་འདི་ཟེར་ཡ་དེ་ཅི་འདྲ་རེད་རེད་བ། ཨ་ནི་ཅི་འདྲ་དེ་ག་རེ་རེད་ཟེར་ན་ད་ཐོ་མི་བཟང་པོ་འདྲ་གང་འདི། ཨ་ནི་རིན་ཐང་གཞར་དུ་མེད་པ་རིན་པོ་ཆེ་ཨ་ནི་དགོངས་པའི་དོན་དེ་ན་ད་བལྟས་ན་འཛད་མཐའ་མེད་པའི་གཏེར་གྱི་མཛོད་ལྟ་བུ་ཅིག་རེད། དེའི་མཛོད་དེ་ནི་དང་འཛད་མེད་ལོངས་སུ་སྤྱོད་པའི་སྟེགས་བུ་མཆོག་འཛད་མཐའ་མེད་པ་ལོངས་སུ་སྤྱད་ན་ཡང་སྤྱོད་ཆོག་པ་དང་སྤྱོད་རྒྱུ་ཡོད་པས་དེ་འགྲིག་གི་ད་དེད་དཔོན་ཟེར་ན་ཡང་འདྲ་ད་གཙོ་བོ་དེ་མཆོག་ཏུ་གྱུར་པ་སུ་རེད་ཟེར་ན་ད་ནི་སྔོན་བྱོན་པའི་མཁས་པ། སྔོན་བྱོན་པའི་མཁས་པའི་གསུང་དེ་ཡིན་ན་ད་ཉི་མ་དང་ཟླ་བའི་སྒོ་ནག་ལྟ་བུ་ཞིག་གི་གཟུགས་སུ་བཀོད་ནས་དེ་འདྲས་ཅིག་གིས་ད་གངས་རིའི་ར་བ་ལ་ཁྱབ་ཡོད་པ་རེད། གངས་རིའི་ར་བ་ལ་ཁྱབ་པ་ཡིན་ཙང་ད་རྒྱུ་མཚན་ཅིའི་ཕྱིར་ན་ཁོང་རྣམ་པ་ལ། སྒོ་སྲུང་གུས་པ་ཞན་པོ་དེ་ནི་གུས་འདུད་མི་བྱེད་དེ་ངེས་པར་དུ་བྱེད་རིགས་སོ། ད་དེ་འདྲ་ཡིན་ཙང་དེ། ཆོ་ལོ་ག་གསུམ་པ་དེས་ད་བོད་གངས་ཅན་གྱི་མཁས་པ་སྤྱི་ལ་ད་འཇོག་པར་བྱོས་པ་ཅིག་གི་ཚོད་དེ་དེ་འདྲའི་ཞིག་རེད། ད་དེ་ནི། ཆོ་ལོ་ག་བཞི་པ་དེ་ནི་ད་བསམ་པར་དམ་བཅའ་བ་གི་ཚོད་ཅིག་རེད་རེད་བ།

ད་དཔེར་ན་རྒྱ་མཚོ་ལས་ཆུ་ཐིགས་བཞིན་ཟེར་དུས་ད་འདི་ཡེ་ནས་དཔེ་མཚོན་ཙམ་ཞིག་རེད་རེད་བ། རྒྱ་མཚོ་ཆེན་པོ་གི་ནང་ནས་ཆུ་ཡི་ཐིགས་པ་ལངས་པ་ནང་བཞིན་ཅིག་རེད་བ། ད་བོད་ཀྱི་བརྡ་སྤྲོད་རིག་པ་དེ་ཡིན་ན་ཅིག་རྒྱ་མཚོ་ལྟ་བུ་ཞིག་རེད་རེད་བ། མཐའ་མེད་པ་ཅིག་ན་དེའི་ནང་ནས་དམ་པའི། སྙིང་པོ་འདྲ་པོ་དང་ཆུ་ཡི་ཐིགས་པ་ཙམ་ཞིག་དང་རང་ཉིད་ཀྱི་བློ་གྲོས་ཀྱིས་གང་དཔོག་པའམ་གང་དཔོག་པ་ཞིག་ཨ་ནི་རང་དང་འདྲ་བའི་སློབ་མ་རྣམས་ལ་ཕན་པའི་ཆེད་དུ་ཕྱིར་དུ་སྟབས་བསྡུས་པའི་དོན་ཙམ་ཞིག་དང་འབྲེལ་བ་ལ་རང་གིས་འབད་བརྩོན་བྱེད་ཀྱི་ཡིན། ད་འདི་ཡིན་ན་ད་བརྩམ་པར་དམ་བཅའ་བ་ག་ཚོད་འདྲ་པོ་ཞིག་རེད། འོ་ད་འདི། མཆོད་རྒྱུ་དང་དམ་མཚན་འདོན་འབྲི་མཆོད་རྒྱུའི་བྲིས་རྩམ་པར་དམ་བཅའ་བ། དེའི་གསུང་གི་ཚུལ་དེ་མཁྱེན་ནས། ད་དེ་ལ་བོད་ཀྱི་བརྡ་སྤྲོད་པའི་གཞུང་གསུམ་འཁྲུལ་པའི་གཞུང་དོན་དངོས་འཆད་པ་ལ་གཉིས་ཏེ། ད་བོད་ཀྱི་བརྡ་སྤྲོད་པའི་གཞུང་ལུགས་ཀུན་གྱི་དོན་ཆེན་མོར་གྱུར་པའི་གསུམ་འཁྲུལ་པའི་གཞུང་འཆད་པ་ལ་ཐོག་མའི་དང་རྩ་བའི་ཟབ་ཁྱད་ཆེན་པོ་གཉིས་གཞོག་གི་ཡོད་པ་ལ་གཉིས་ཏེ།

མིང་ཚིག་གི་སྦྱོར་ཚུལ། སྦྱོར་ལུགས་སྦྱོར་སྟངས་འདྲ་པོ་སྐོར་དེ་གཅིག་བཤད་པ་དེ་ལ་ཚིག་ཁྲིད་ཀྱི་སྦྱོར་ཚུལ་ཚིག་ཁྲིད་ཀྱི་འཇུག་པ་ཞེས་པ་དེ་གཉིས། དང་པོ་ལ་ཟེར་དུས་རྒྱ་བསྐྱེད་ཡི་གེའི་རྣམ་གཞག་རེད། བོད་ཡིག་གི་དབྱངས་གསལ་ངོས་བཟུང་བ་དང་ཁྱད་པར་གྱི་ལེ་བ་བསྟན་པ་གི་ཡང་དང་པོ་ལ་ཡང་ནང་གསེས་གཉིས་ཀྱི། ཐོག་མ་བོད་ཡིག་ལ་དབྱངས་དང་གསལ་བྱེད་གཉིས་ཡོད་པ་དེ་ངོས་བཟུང་བ་དེ་གཅིག་དང་དེ་ནས་དེའི་ནང་ལོགས་ཀྱི་ཁྱད་པར་གྱི་ལེ་བ་བསྟན་པ་གི་གཉིས་ཡོད་པ་རེད། དང་པོ་ནས་ཟེར་འོང་དུས་བོད་ཡིག་གི་དབྱངས་གསལ་ངོས་བཟུང་བ་དེ་རེད། བོད་ཀྱིས་བདག་ལ་ཉེ་བར་མཁོ་བའི་ཡི་གེ་ནི། ད་བོད་རང་གི་སྐད་ཀྱིས་བདག་ལ་ཉེ་བར་མཁོ་བའི་ཡི་གེ་དེ་ག་ཚད་ཡག་རེད་ཟེར་ན། ད་ཡི་གེ་དེ་གཉིས་རེད། ཡི་གེ་དེ་ག་ལ་ཡིན། ཨ་ལིའི་བྱ་བ་གསར་བུར་འཚམ་པར་བྱེད་པའི་ཡི་གེ། ད་ཨི་ཨུ་ཨེ་ཨོ་བཞི་བཅས་དབྱངས་བཞི་དེ་རེད། འདི་ཡིན་ན་དབྱངས་བཞི་དེ་ག་རེ་རེད་དབྱངས་བཞི་དེ་ག་རེ་བྱེད་མཁན་རེད་ཟེར་ན། འདི་ཨ་ལིའི་བྱ་བ་གསར་བུར་བྱེད་མཁན་རེད། ཨ་ལི་གསར་བ། ཨ་ལི་བྱ་བ་གསར་པོར་བྱེད་པའི་ཡི་གེ་ཟེར་ཡང་འདུག་ཨ་ལི་ཟེར་ཡས་ཀྱི་བྱ་བ་དེ་གསར་པོར་བྱེད་པའི་ད་ཡི་གེ་དེབ་གཞི་ཡག་རེད་རེད་བ། ད་གི་གུ་ཞབས་ཀྱི་འགྲེང་བུ་ནཱ་རོར་དེབ་གཞི་བྲིས་དེ་ལ་ཨ་ནི་དེ་ནི་པའི་ཨ་ལི་ཞེས་ཟེར་གི་ཡག་རེད་རེད་བ། ཡང་ཞེས་ཟེར་གི་ཡག་རེད། ད་མོ་ཡིག་ཞེས་ཡང་ཟེར་གི་རེད་འང་ད་དེ་འདྲ་ཞིག་རེད་བཞི་དང། དེ་ནས་ག་ལེར་མཚོན་པར་བྱེད་པ་དེ།

པ་ཉིས་པ་ག་རེ་རེད་ཟེར་ན་ཉིས་པ་དེ་ཁྱད་པར་གྱི་དབྱེ་བ་བསྟན་པ་ཟེར་ཡ་དེ་རེད། ཁྱད་པར་གྱི་དབྱེ་བ་བསྟན་པ་ལ་ད་རྗེས་འཇུག་ཞེས་པ་ཡང་འཇུག་ཞེས་པ་སྔོན་འཇུག་ཞེས་པ་མི་འཇུག་པ་ཞེས་པ་དེ་ཟབ་རྒྱས་བཞི་ཡོད་པའི་ནང་ནས་དང་པོ་ནས་ཟེར་དེ་ད་རྗེས་འཇུག་ཞེས་པ་རེད་རེད་བ། རྗེས་འཇུག་ཞེས་པ་དེ་ག་ང་ལྟར་ན་བར་མ་ར་ལ་ས་བརྗིད་ལ་རྗེས་སུ་འཇུག་པའི་ཡི་གེ་བརྗོད་འམ་མཐར་བསྟན་གྱི་ཡི་གེ་བརྗོད་ཞེས་བརྗོད་ཅིང། ཚེ་ཚད་འདིའི་གོང་དུ་བཤད་པའི་ག་ང་ད་ན་པ་མ་ལ་བ་ར་ལ་སར་གི་ཡིག་དེའི་ཡིག་འབྲུ་བརྒྱུད་དེ་ལ་རྗེས་སུ་འཇུག་པའི་ཡི་གེ་བརྒྱུད་ཟེར་གྱི་ཡོད་རེད། ད་རྗེས་སུ་འཇུག་པ་ཟེར་ནས་སུའི་རྗེས་སུ་འཇུག་པ་རེད་ཟེར་ན་ད་རེ་བ། མིང་གཞི་གང་ཡང་རུང་བའི་རྗེས་སུ་འཇུག་པའི་ཡི་གེ་བརྒྱུད་ཨམ་ཡང་ན་མིང་གཞི་གང་ཡང་རུང་བའི་རྗེས་སུ་འཇུག་པའི་མཐའ་རྟེན་གྱི་ཡི་གེ་བརྒྱུད་ཟེར་ནས་འབྲི་གི་རེད་རྗེས་སུ་འཇུག་པའི་ཡི་གེ་བརྒྱུད་ཟེར་ན་ད་དེ་དོན་གཅིག་རེད་ཨང། བརྒྱུད་ཅིང།

རྗེས་འཇུག་སྤྱི་བོ་མཇུག་རུང་དུ་གྱུར་པའི་མིང་གཞི་ཡི་གེ་སུམ་ཅུ་ཐམ་པ་གི་གཅིག་ཟིན་འཇུག་གུ་རེས། དེ་གཅིག་གཅིག་དང་གཉིས་པ་ཡང་འཇུག་བྱེད་པ་དེ་རེད་གཉིས་པོ་མ་རེད་གཉིས་པ་རེད་ཨང་ཡི་གེ་ནོར་རེ་རེ་བར་དུས་གཉིས་པ་ཡང་འཇུག་བྱེད་པ་ནི་རྗེས་འཇུག་སྤྱི་བོ་དེ་ལས་ཟེར་ཏེ་རྗེས་འཇུག་སྤྱི་བོ་གོང་དུ་བཤད་ཟིན་མ་ཐག་པ་དེའི་ནང་ནས་ཟེར་ནས་འདྲ་དེ་ལས་ཟེར་ནས་འདྲ་རེད་བ་ད་དང་ས་གཉིས་པོ་ནི་རྗེས་འཇུག་ཡིན་པ་མ་ཟད་རྗེས་འཇུག་སྐུ་རྗེས་སུའང་འཇུག་པས་ན་ད་གོང་ན་ཁོང་གཉིས་ཀྱི་མིང་ལ་ད་ཡང་འཇུག་ཅེས་ཀྱང་ཟེར་རོ། ཡང་འཇུག་ཅེས་ཀྱང་ཟེར་ཏེ་ད་བསྡུས་སྒྲ་རེད། རྗེས་འཇུག་བརྗོད་ཡིན་པ་མ་ཟད་ཟེར་ཡ་དེ་བསྡུས་པ་རེད། ཡང་འཇུག་ཅེས་ཀྱང་ཟེར་རོ། ད་འོ་ན་ཡང་འཇུག་ཡ་ད་ཡང་འཇུག་ད་དང་ཟ་གཉིས་རེད་འཇུག་པ་པོ་ཟེར་ན་ཡང་འདྲ། འཇུག་མཁན་དེ་ད་འཇུག་ཡུལ་དེ་ག་འདྲི་ཞིག་རེད་ཟེར་ན་ཡང་འཇུག་དེ་གཉིས་འཇུག་ཡུལ་གང་ལ་འཇུག་ཅེ་ན། འཇུག་ཡུལ་དེ་ནི་ནི་ད་ཅིག། ཡང་འཇུག་ཡིན་ན་འཇུག་ཡུལ་དེ་རྗེས་འཇུག་ཡིན་པས་ཁྱབ་དགོས་རེད་རོ། གོ་མིན་ནི་ཡང་འཇུག་ལ་ད་ཡིན་ཚ་རྗེས་འཇུག་གི་རྗེས་སུ་ཡིན་པ་གལ་ལ་ཆེ། འོན་ད་རྗེས་འཇུག་གང་གང་གང་དང་གང་གི་རྗེས་སུ་འཇུག་གི་རེད་ཟེར་ན། ཡང་འཇུག་ད་ནི་རྗེས་འཇུག་ན། རང་ལག་གསུམ་དང། ཡང་འཇུག་ས་ནི་རྗེས་འཇུག་ག་ང་བ་མ། བཅས་ཀྱི་མཐར་འཇུག་གོ། ངོ་ད་དེ་རེད། ཡང་འཇུག་བྱེད་པ་དང་ཡང་འཇུག་གང་ལ་འཇུག་བྱེད་པའི་སྐོར་དེ་ཇི་ལྟར་སྲིད་པ་སྔོན་འཇུག་བྱེད་པ་དེ། གོང་གི་རྗེས་འཇུག་སྤྱི་བོར་རྣམས་ལས་ག་དག་པ་མ་ཧ་ཅན་ནི། རྗེས་འཇུག་ཡིན་པ་མ་ཟད་ཡི་གེ་རྣམས་ཀྱི་སྔོན་དུའང་འཇུག་པས་ན་ད་སྔོན་འཇུག་ན་ཞེས་བརྗོད་དོ།

ད་ས་དེ་ནི་རྗེས་འཇུག་དང་ཡར་འཇུག་གཉིས་ལ་འཇུག་པ་དང་ས་ཟེར་ཡ་དེ་ཡང་གོ་ཉེས་ཆོས་གཅིག་ཅེས་པའི་ཡོག་ཅིག་ཨ། རྗེས་འཇུག་བཅུའི་ནང་ལ་ཡོག་རེད་ཡར་འཇུག་གི་ནང་གཉིས་ཀྱི་ནང་ལ་ཡོད་པ་དང། ད་ག་པ་མ་ཨ་བཞི་ནི་ད་ནི་སྔོན་འཇུག་དང་རྗེས་འཇུག་རྟག་ཏུ་འཇུག་པ་གོ། ག་པ་མ་ཨ་དེ་བཞི་དེ་སྔོན་འཇུག་གི་ནང་ལ་ཡང་འགྲོ་གི་ཡོག་རེད་རྗེས་འཇུག་གི་ནང་ལ་ཡང་འགྲོ་གི་ཡོག་རེད། ད་ཨ་བཞི་པ་མི་འཇུག་པ་ཞེས་པ་ནི། ལོ་ཟླ་སྟེ་རིམ་བཞི་པ་ཟེར་འོང་དུས། རྗེས་འཇུག་བྱེད་པ་སྔོན་འཇུག་བྱེད་པ་ཡང་འཇུག་བྱེད་པ་མི་འཇུག་པ་བྱེད་པ་ཟེར་གོང་དུ་ཟབ་ཁྲིད་བཞི་ཡི་ནང་གི། ད་མི་འཇུག་པ་ཟེར་ཡས་དེ་ག་རེ་ཟེར་གི་ཡོད་རེད་ཟེར་ན་སྔོན་རྗེས་གང་འདི་བ་མི་འཇུག་པ་ཡིན་ཙང་མི་འཇུག་པ་བྱེད་པ་ཟེར། ད་ཀ་ཁ་བྱ་ཆ་བྱ་ཉ་ཏ་ཐ་པ་བ་ཙ་ཙ་འཛ་བ་བཞ་བཟའ་ཡ་ཤ་ཧ་ཨ་བྱས་ནས་སྔོན་རྗེས་གང་འདི་བའང་མི་འཇུག་པས།

ཟླ་གཅིག་གི་གོ་བ་ལེན་ཡ་མི་འདྲ་བ་གསུམ་ཡོད་རེད། ག་ནས་ཡོད་རེད་ཟེར་ན་མིང་ཚིག་རྩོམ་པ་ཀུན་གྱིས་གཞིར་གྱུར་བའི་མིང་གཞི་སུམ་ཅུ་སོ་བཞི་ཟེར། དེས་ན་ཡང་གཞི་དང་ག་མིང་སུམ་ཅུ་ཐམ་པ་སུམ་ཅུ་སོ་བཞི་རེད་སུམ་ཅུ་སོ་བཞི་ལ་མིང་གཞི་ཞེས་པའི་སྒྲ་འཇུག་ཆོག་གི་ཡོད་རེད། རྒྱུ་མཚན་ག་རེ་ཡིན་ན་ཟེར་ན་མིང་ཚིག་རྩོམ་པ་ཀུན་གྱིས་གཞིར་གྱུར་བ་ཡིན་ན་དེ་སུམ་ཅུ་སོ་བཞི་བོར་གོ་གི་ཡོད་རེད་རེད་བ། མིང་དང་ཚིག་དང་རྩོམ་པ་ཀུན་གྱིས་གཞིར་གྱུར་བ་ཡིན་ཙང་མིང་གཞི་ཡི་གེ་སུམ་ཅུ་སོ་བཞི་ཟེར། ད་འོ་ན་མིང་ཚིག་སུམ་ཅུ་ཐམ་པ་ཟེར་ཡ་ཞིག་ནམ་རྒྱུན་ང་རང་ཚོ་ཡོངས་གྲགས་ཀྱི་བཤད་ཡ་ཞིག་རེད་བ་དེ་ག་རེ་ཟེར་གྱི་ཡོད་རེད་ཟེར་ན། རྗེས་འཇུག་ཇོ་བོ་འཇུག་རུང་གི་ཆ་ནས་བཞག་པས་ད་མིང་ཚིག་སུམ་ཅུ་ཐམ་པ། སུམ་ཅུ་ཐམ་པ་ལ་མིང་གཞི་གསེར་སྒོ་ཡ་དེ་ད་རྗེས་འཇུག་ཇོ་བོ་དེ་མིང་གཞི་ཡི་གེ་སུམ་ཅུ་ཐམ་པ་ཚང་མའི་རྗེས་སུ་འཇུག་པ་ཡིན་ཙང། དེ་ལ་བརྟེན་ནས་ནི་མིང་གཞི་སུམ་ཅུ་ཐམ་པ། ད་འོ་ན་མིང་གཞི་ཉི་ཤུ་ཐམ་པ་ཟེར་ཡ་ཞིག་ཟེར་ན་འདྲ། མི་འཇུག་པ་ཉི་ཤུ་ཟེར་ཡ་ཞིག་ཡོད་ན་འདྲ་དེ་ག་འདྲས་རེད་ཟེར་ན། སྔོན་རྗེས་མིང་གསུམ་གྱི་སྡེ་དབྱེ་བའི་མིང་གཞི་ཉི་ཤུ་ཐམ་པ། སྔོན་འཇུག་ཅིག་རྗེས་འཇུག་ཅིག་དང། དེ་ནས་མིང་གཞི་ཅིག་དེ་འདྲའི་གསུམ་ག་ཡིས་སྡེ་དབྱེ་བ་བསྲེས་ན་དབྱེ་བ་ཕྱེད་པས། དེ་ནས་མིང་གཞི་ཉི་ཤུ་ཐམ་པ། ད་དེ་འདྲ་ཡིན་ས་གང་ལྟར་མ་མཐར་བྱ་ཚང་གི་བྱེ་མ་ང་རང་སོགས་མིང་གཞི་བསྲེས་དུས་དེ་ལ་གཅིག་གིས་ཞིབ་ཕྲ་བྱས་ན་ནང་གསེས་ཀྱི་དབྱེ་བ་གསུམ་ཡོད་པ་ཅིག་མིང་གཞི་སུམ་ཅུ་སོ་བཞི།

ག་འདི་རེད་ཟེར་ན་དང་པོ་དེ་རྗེས་འཇུག་ལ་བསྟུར་དགོས་པའི་ཕྲད་ནམ་ཡིན་དང་བྱས་པ་དང། ད་རྗེས་འཇུག་ལ་བསྟུར་དགོས་པའི་ཕྲད་ཟེར་ཏེ་ཡང་གཅིག་ཕྲད་ནམ་ཡིན་དང་བྱས་པ་ཟེར་ཏེ་ནམ་ཡིན་ཡིན་པའི་ཆོས་གོ་དེ་ལས་རྗེས་འཇུག་ལ་བསྟུར་དགོས་ན་ཡང་འདྲ་མ་དགོས་ན་ཡང་འདྲ་དང་པོ་ཁོངས་སུ་བཏང་ཀྱང་རེད། རང་ད་ནམ་ཡིན་མ་ཡིན་པ་དེ་ཡིན་འཇིག་མི་འཇིག་རྗེས་འཇུག་ལ་བསྟུར་དགོས་པའི་ཕྲད་ཅིག་ཡིན་དགོས་པ་རེད། བྱས་པ་དང་ཕྲད་རང་དབང་ཅན་བཤད་པ་ཡིན་ཕྲད་རང་དབང་ཅན་ཟེར་ཡ་དེ། རྗེས་འཇུག་ལ་ལྟོས་མུར་བསྐུར་བས་ཁྲེས་རང་དབང་ཅན་ཟེར་གི། ཞེས་པ་ནི་ལས། ད་དེ་འགྲིག་གི་དོན། སྦྱོར་ཚུལ་ཚིག་འགྲོས་ཀྱི་འཇུག་པ་ཞེས་པ་ལ་ནང་གསེས་གཉིས་ཡོད་པའི་ནང་ནས་ད་དང་པོ་དེ་ག་རེ་རེད་ཟེར་ན། དང་པོ་གི་བརྒྱད་དེ། དང་པོ་ནི་ལྷར་བསྡུ་ལྷག་དོན་ཨན་ཏན་རྒྱན་བསྡུ་ལྷག་བཅས་རྗེས་བསྡུ་འབྱུང་ཁུངས་བོད་སྒྲའོ། ད་བོད་སྒྲ་ལབ་ཅེས་པ་དེ་རེད། དེའི་ནང་ནས་ད་དང་པོ་དེ་རེད་དང་པོ་ལྷར་བསྡུ་ཞེས་པ། སླར་བསྡུ་ཟེར་ནས་ཡང་སྒྲ་ལྟར་བརྡར་བསྡུ་རྫོགས་ཚིག་གང་ཡང་རུང་བ་དག་བདག་ཆོག་གོ་རེ་སླར་བསྡུ་ཞེས་པ་སྟེ་སླར་བསྡུ་ནི་རྗེས་འཇུག་སྤྱོད་བོ། འཇུག་རུང་དུ་གྱུར་པའི་མིང་གཞི་ཡི་གེ་སུམ་ཅུའི་མཐར་ཁྱབ་མཉམ་དུ་འཇུག་པས། རྗེས་སུ་འཇུག་པའི་ཡི་གེས་ག་ང་ད་ན་བ་མ་ར་ལ་ས་རྣམས་ལ་ན་རུ་རེ་སྦྱར་བ་ན་གོ་ངོ་དོ་ནོ་བོ་མོ་རོ་ལོ་སོ་ཅེས་དང། ཨོ་ད་ལར་དུ་ཟེར་ཡས་དེའི་ལར་དུས་འཕྲལ་དེ་ག་རེ་རེད་ཟེར་ན་རྗེས་འཇུག་ཆོས་ལ་ནཱ་རོ་བཅུ་དྲུག། ཨ་དེ་དང། དེ་ནས་ཡང་དངོས་སུ་མ་བསྟན་པའི་ཐད་ནས་རེ་བ་ཞུགས་དགོས་སྐོར་གོ་ཡ། ད་གྲགས་ཆེན་གྱི་མཐའ་ལ། མཐར་འཇུག་པའི་སྟོབས་ཀྱིས་ཡིག་འབྲུ་བཅུ་གཅིག་པོ་ལ་ད་ལར་དུས་ཟེར་གི་རེད་ལར་དུའམ། དར་དུས། དར་དུས་ཟེར་ན་ད་ཟེར་ན་ཚིག་གི་རོགས་པ་རེད་ཚིག་གྲོགས་དུས་ཡས་དུས། ད་དུས་པ། ཡང་ན་རྫོགས་ཚིག་ཟེར། དོན་ཚན་ཆེན་མོ་ཡིན་ན་འདྲ་དོན་ཚན་ཆུང་ངུ་ཡིན་ན་ཡང་འདྲ། རྫོགས་པའི་ཚིག། ཅེས་ཟེར་ཟིན་ཞིང། ད་ཅི་གི་ལྷ་བདུད་རེ་ལྟོས་ནས་དོན་གྱི་མིང་གི་ནང་དོན་གྱི་མིང་མི་འདྲ་བ་གསུམ་བྲིས་བྱས་པར། འདི་ནི་རྗེས་འཇུག་ལ་བསྟུན་དགོས་པའི་ཕྲད་གཞན་ལ་ནམ་ཡིན་མ་ཡིན་པའི་གྲས་སོ། ད་འདི་ལས་མུ་བཞིའི་བཟོ་འདྲ་ཞིག་ཤོང་རྒྱུ་ཡོད་པ་རེད་ཨ། དང་པོ་རྗེས་འཇུག་ལ་བསྟུན་དགོས་པའི་ཕྲད་ནམ་ཡིན་ད་བྲིས་པ་བརྒྱད་ལ། རྗེས་འཇུག་ལ་བསྟུན་དགོས་པའི་ཕྲད་གཞན་ལ་ནམ་ཡིན་མ་ཡིན་པ་ནམ་ཡིན་ཡིན་ལ་རྗེས་འཇུག་ལ་བསྟུན་དགོས་པའི་ཕྲད་མ་ཡིན། ཕྲད་དང་ནམ་ཡིན།

གཅིག་གི་ཐད་ཀྱི་སྦྱོར་བ་ག་འདྲས་ཅིག་ཡིན་ན་སྒྲ་ཡི་སྦྱོར་བ་གཅིག་སྟེ་དོན་གྱི་སྦྱོར་བ་གཅིག་ལ་སྒྲ་སྦྱོར་ཟེར་ཡ་དེ་ག་འདྲས་ཅིག་རེད་ཟེར་ན་ཡི་གེ་སྤྲོས་ཏེ་དེའི་རྗེས་སུ་དེ་ག་རེ་སྤྲོད་དགོས་དང་མི་དགོས་གཏན་འཁེལ་ཡ་གཅིག་ཡོང་རེད་དེ་ལ་སྒྲ་ཡི་སྦྱོར་བ་ཟེར་གི་རེད་དེ་ནི་དོན་གྱི་སྦྱོར་བ་ནི་དོན་ཐུབ་ཀྱི་གང་གང་ལ་དོན་གང་ལ་གང་གི་འཇུག་གི་སྐོར་དེ་རེད་བ། སྒྲ་སྦྱོར་ད་རེས་འདི་ལྷར་བསྡུས། ལྷར་བསྡུས་སྒྲ་སྦྱོར་དེ་ག་འདྲས་ཅིག་རེད་ཟེར་ན། ད་ད་གྲགས་ཅན་གྱི་མཐར་ལ། རྡོག་གཅིག་འཐོབ་དགོས་ཡོད་རེད། དེ་མ་གཏོགས། དེ་ལས་གཞན་རྣམས་ནི་བཏགས་མིང་ཚིག་གང་ཡང་རུང་བའི་མཐར་གནས་ཀྱི་ཡི་གེ་ཟེར་དུས་བཏགས་མིང་དེའི་མཐའ་ལ་གནས་པའི་ཡི་གེ་གང་ཡིན་ན། ཀ་ཡིན་ན་ཀོ་ང་ཡིན་ན་ངོ་ལ་སོགས་པ་རེ་བ་མཐར་གནས་ཀྱི་ཡི་གེ་དང་མཐུན་པར་སྦྱར་དགོས་པ་ཡིན་པས་རྟོགས་སླ་ཟེར་དུས་རྟོགས་དེ་ལས་ཡང་འཇུག་ས་ཞིག་དགོས་རེད་ཨ་བར་དུས་ཆད་པ་རེད། ད་གི་ཤིག་བདེ་པོ་རེད་རང། ཤི་ར་ཤི་ར་དེ་ནི་ཁའི་འགྲེལ་བཤད་དགོས་ཡ་གས་མི་འདུག། ད་ཁ་ཅིག་ན་རེ་ཟེར་ད་འདི་ལ་དོགས་པ་ཁོང་སྣང་ཟེར་ཡ་དེ་དོགས་པ་ཞིག་ལངས་པ་རེད་དངོས་སུ་དེ་དུས་གཞན་གན་ད་གན་ཡ་བ་མ་རེད་དེ་རེད་བ། སྐོར་སོགས་ཡིག་འབྲུ་བཅུ་པོ། ཡིག་འབྲུ་བཅུ་གཅིག་པོ་ཡིན་ན་ལབ་དུས་བྲེ་ཁོ་ན་ཡིན་པས་ཁྱབ་བམ་ཞེ་ན། འོ་ད་འོ་ན་གོང་མོ་དོ་ནོ་བུ་མོ་འོ་རོ་ལོ་སོགས་དེ་དུས་བཅུ་གཅིག་པོ་ཡིན་ན་ལབ་ལབ་དུས་བྲེ་ཁོ་ན་ཡིན་པས། ཁྱབ་གི་རེད་བས་ཟེར་ན། དེ་ནི་དེ་ལྟར་མ་ངེས་ཏེ། འོ་ད་དེ་ཡང་ཁྱབ་པ་དེ་ཁས་ལངས་ན་འགྲིག་གི་ཡོད་བ་མ་རེད།

སྒྲ་ཚིག་ལ་འཇུག་པ་དེ་ག་རེ་རེད་ཟེར་ན་གོ་ཟེར་ཡ་དེ་ག་ན་རུ་གོ་ཟེར་ཡ་དེ། དེ་ག་རེ་རེད་ཟེར་ན་རྟོགས་པའི་དོན་གྱིས་རེད་བ་དོན་གང་ཡང་རུང་བ་རྟོགས་སོང་གོ་སོང་ཤེས་སོང་ཟེར་ཡ་དེ། སྒྲ་ཚིག་ལ་འཇུག་པ་རྟོགས་པའི་དོན་གྱིས་གོ་དང། སོང་ཡ་དེ་ནི་ཆོས་ཅན། བརྗོད་པའི་མིང་ལ་འཇུག་པ་ཨ་ནི་གདུང་གི་ངོ་བོ་ཟེར་ཡ་དང། ད་གྲངས་ལ་འཇུག་པའི་དོ་ཟེར་ཡ། རེད་བ། གང་དོ་ཟེར་ཡ་ཞིག་བ་རོ་བ། ད་ཕོ་མོ་གཉིས་ཀྱི་ནང་ནས་མོ་ཟེར་ཡ་དང། ད་ཁ་བསྒྱུར་གྱི་ཧོ་ཟེར་ཡ་དང། ད་གཅིག་གི་ཕྲུ་གུ་ཆུང་ཆུང་ལ་ཁ་སྐྱིད་ཟེར་ཧོ་སྐྱིད་ཟེར་རེ་བ་ཁ་བསྒྱུར་གྱི་ཧོ་དང། ད་ཤི་ཟིན་པའི་རོ་དང་ལོ་གྲངས་ཀྱི་ལོ་དང། ཁ་ཡི་སོ་རྣམས་སླར་དུས་འཕྲལ་མིན་པ་དང། དེ་གྱིས་དེ་སླར་དུས་འཕྲལ་མ་རེད་བ། གོང་དུ་ནི་བུ་མོ་རོ་ལོ་སོ་སོ་ཡིན་ན་སླར་དུས་འཕྲལ་ཡིན་པའི་ཁྱབ་སྣང་བ་ན་དེ་གྱིས་དེ་སླར་དུས་འཕྲལ་རེད་བས་ཟེར་ན་མ་རེད་རེད་བའམ། ཁྲལ་མིན་པ་དང། ཡང་ནོར་དང་བོ་དོ་རྣམས་ནི་ལྷར་བསྡུས་ཁྲལ་ལས་མིང་གཞན་ལ་མི་འཇུག། ད་དེ་རྣམས་ནི་ལྷར་བསྡུས་ཁྲལ་རྐྱང་རྐྱང་ཡིན་པར་རེ་བ། ནོར་དང་བོ་དོ་དེ་བཞི་དེ་ད་ལྷར་བསྡུས་ཁྲལ་ངོ་མ་རང་རེད་རེད་མ་གཏོགས། ད་ཅིག་ཁྲལ་བའི་ཚིག་དང་ཁྲལ་ཆུག་གི་ཚིག་ལ་སོགས་པ་གཞན་ལ་མི་འཇུག། དེས་ན་ཟེར་ཏེ། འོ་ཡ་ད། རྒྱུ་མཚན་དེ་ཡི་ཕྱིར་ན། སླར་བསྡུའི་ཕྲད་ཀྱང་ཡིན་ལ། བྱ་ཚིག་ཀྱ་ཡིན་པ་ནི་གོ་དང་གཟིགས་གོ་གཅིག་པོ་རེད། གང་ན་རུ་གོ་ཟེར་ཏེ་སླར་བསྡུའི་ཕྲད་རེད་ལ་བྱ་བའི་ཚིག་ལ་ཡང་འགྲོ་གི་ཡོད་རེད། འོ་ད་ག་ནང་བཞིན་གྱི་ཆོས་ཅན་བརྗོད་པའི་མིང་ཡང་ཡིན་ལ། སླར་བསྡུའི་ཕྲད་ཀྱ་ཡིན་པ། རེད་བ། དོ། མོ། འོ། རོ། ལོ། སོ་བྱས་དང། ད་འདི་ཡི་གེ་དེ་གྱིས་བལྟས་ན། ལར་སྡུད་ཡིན་པ་ལྟར་དངོས་མིང་རེད་བ། ལར་སྡུད་ཡིན་པའི་ཐོག་ལ་ད་ཆོས་ཅན་བརྗོད་པའི་མིང་ལ་ཡང་འགྲོ་གི་ཡོད་རེད། དེ་ནི་ལར་སྡུད་ཁྲོད་རྐྱང་པ་ཡིན་པ། ད་ལར་སྡུད་ཁྲོད་རྐྱང་པ་མ་གཏོགས་གཞན་གང་ཡང་མི་འགྲོ་བ་ཀི། ནོ་ཟེར་ཡ་དང་བོ་ཟེར་ཡ་དང་ལྟོ་ཟེར་ཡ། འདི་གསུམ་དེ་ཡིན་ན་ད་ལར་སྡུད་ཁྲོད་རྐྱང་པ་རེད། དེ་ལྟར་དབྱེ་བ་ཕྱེ་ནས་གོང་དུ་བཤད་ཟིན་མ་ཐག་པ་དེ་ལྟར་རེད་བ། ལར་སྡུད་ཁྲོད་དེ་གྱིས་ལ།

ལན་གྱིས་ཐོག་མ་དྲག་པོ་དེ་ལས་ནམ་སང་འོང་འདིའི་རྫོགས་ཚིག་རེ་དར་དུ་དྲིལ་དྲན་ཚར་སོང་བའི་དོན་དྲིལ་རྫོགས་སོང་བའི་དོན་དྲིལ་དེ་འདྲ་ཞིག་མ་རྫོགས་གལ་ཡང་མ་རེད་སེམས་མ་བསླབ་པ་ཅི། འདིའི་ལན་གྱིས་ཐོག་མར་འདིར་བསྟར་ཞེས་བསྒུགས་ཏེ། བོད་ཡིག་གི་བརྗོད་པ་ཇི་སྙེད་པ་ནི། ད་བོད་ཡིག་གི་ནང་ནས་བརྗོད་པ་ག་འདྲས་ཤིག་ཡོད་ན། བྱ་ནི་ཆུའི་བརྗོད་པ་དང་ཆུ་ཆེན་བརྗོད་པ་དེ་དག་བྱ་བའི་ཚིག་དང་འདི་འདྲའི་ཕྲད་སྣང་བའི་རིགས་ལ་བ་བོད་ཡིག་གི་བརྗོད་པ་ཇི་སྙེད་པ་ཟེར་ཏེ། ད་ག་ཚོད་ཡོད་ན་ཡང་ཟེར་ཡ་ཅི་རེད་ཇི་སྙེད་པ་ནི། དུས་དེ་བརྗོད་པའི་མིང་དང་ཆོས་བརྗོད་ཀྱི་མིང་སྦྱར་བའི་ཚིག་ཕྲད་ནམ་ཡིག་རྗེས་ལས་གྲུབ་པ་ཞིག་ཡིན་ཞིང། རྟ་དེ་ནི་བོད་ཡིག་གི་བརྗོད་པ་དེ་ནི་རྟ་ག་འདྲི་ཞིག་ཡིན་ན་ཡང་རེ་བ་འདི་སྐྱིད་དེ་མ་གཏོང་འགྲོ་ས་མེད་པ་ཞིག་རེད་ཞིག་ཡིན་ཞིང། སླར་དུས་ཕྲད་ནམ་མིང་དེ་དག་ཀུན་གྱི་མཐར་འཇུག་དང་མི་འཇུག་གོ་ཡལ་བ་དང། འཇུག་ན་དོན་གང་དང་གང་སྟོན་པར་འགྱུར་བའི་ཚུལ་དེ་རྟོགས་དགོས་པ་ཡིན། ཨོ་རྟ་འདི་གལ་ཆེན་པོ་ཅིག་རེད་བ། དེ་ཚེ་ལྷར་བསྡུ་རེད་དེ་ནི་དེ་ལ་གོང་མ་དོན་ནོ་རེད་ད་དེ་གི། དོན་གང་ཡང་ཚིག་དོན་གང་ཡང་རང་བ་རྫོགས་པའི་དོན་ཙམ་ཞིག་རེད་ད་དཔེར་ན་ཡོད་དོ་ཡིན་ནོ་བཟང་ངོ་ར་བོ་གཟན་འདྲ་བོ་གོས་དང་འཁྱར་ཅིང་འཁྱར་ཅིང་གི། དེ་ཞིག་པོ་མ་ཡིན་པའི་རེ་བ་ཞིབ་ཕྲ་གི་ཐོག་ནས་བསམ་བློ་བཏང་ན་དེ་ལྷར་བསྡུ་དེ་ཅིག། ག་ཞིག་གིས་ཟེར་ན་ལྷར་བསྡུ་ལས་སླ་པོ་རེད་ཟེར་དེ་ལྟ་ཞིབ་ཕྲའི་ཐོག་ནས་བྱས་ན། ཨ། ཁོ་ལས་སླ་པོ་ཟེར་ཡས་སྐད་མ་རེད། དཔེར་ན་འདི་གཅིག་གི་ལྟ་རིག་ཟེར་ཡ་དེ་རེད་བོད་དགོས། བོད་ཡིག་གི་ལྟ་བརྗོད་པ་ཞིག་ཡིན་པའི་གཞུག་གུ་དེ་ལས་ལྟ་ཡང་ན་ཆུ་ཆེན་བརྗོད་པ་ཞིག་དང་ཡང་ན་ཆུ་བརྗོད་པ་ཞིག་ཡང་ན་བྱ་བའི་ཚིག་ཅིག་ཡང་ན་ཕྲད་ལྟ་ངན་ཅིག་ལྟ་དེ་ལས་གྲུབ་པ་ཞིག་མ་གཏོགས་དེ་ལས་འགྲོ་ས་མེད་པ་ཞིག་རེད། ལྟ་དེའི་ནང་ནས་རེ་བ་ལྟ་ཚང་མའི་མཐའ་ལ་འཇུག་གི་རེད་རེད་དེ་ཡང་ན་འཇུག་ས་ཞིག་དང་མི་འཇུག་ས་ཞིག་ཡོད་རེད། ལྟ་ཚང་མའི་མཐའ་ལ་འཇུག་གི་ཡོད།